གཉིས་ནས་བོད་ཀྱི་གཅིག་དང་གཅིག་རང་དབང་གི་འཐབ་རྩོད་ཀྱི་ཆེད་དུ་ཡིན་ན་ཡང་དེང་དུ་ལ་དྭགས་གཙོ་བོར་གྱུར་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་མང་པོ་གཅིག་གིས་དེང་དུ་དངོས་གནས་ཀྱི་གདུང་སེམས་མཉམ་བསྐྱེད་ཙམ་མ་ཡིན་པར། བོད་ཀྱི་བསྟན་དོན་འཐབ་རྩོད་ཀྱི་ཐོག་ལ་ཡང་སོ་སོས་གང་ལྕོགས་ཅི་ལྕོགས་ཀྱིས་ཞི་བའི་གོམ་བགྲོད་བྱེད་ཡག་གི་མཚོན་པའི་དེ་འདྲ་མང་པོ་དེང་དུ་བྱེད་ཀྱི་ཡོད་རེད། བཀའ་དྲིན་ཆེན་པོ་ཡིན། གདན་ས་ཁག་གི་སློབ་གཉེར་སྐྱ་སེར་དངུལ་ཐུག་འགྲོ་བ་འདི་འདྲ་ཆགས་པའི་གནས་སྐབས་ལ་ཁྱེད་རང་ཚོར་ལ་དྭགས་མཁར་ཤ་ཁུ་ནུ་སྡེ་བ་ནས་མ་སློབ་གཉེར་མང་པོ་ཡོང་བྱས་གྲྭ་རྒྱུན་མང་པོ་ཡོང་བྱས། ལྷག་པར་བོད་ན་གོ་མ་གྲྭ་ཚང་ལྟ་བུ་ཆགས་བཞག་ན། བར་སྐབས་ཉག་ཕྲ་བོའི་ཁོལ་དུ་ལ་ཡ་པའི་བསྟན་པ་འཛིན་མཁན་རུ་གཙོ་བོ་དེ་ཆགས་བསྡད་ཡོང་བ་རེད་ཞེ་ན་ཡག་པོ་རེད། ད་ལྟ་དེར་བལྟས་ཁྱེད་རང་ཚོ་མང་པོ་ཅིག་འདུག་ས་ལས་དེ་ཡོད་པ་རེད།

འོ་ད་དེ་རིང་འབྲེལ་བའི་བརྡ་ང་ཚོ་སྐྱེལ་ས། ཚར་ས། ཅིག། སངས་རྒྱས་ཀྱི་ཆོས་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བ་ཅིག། རང་བཞིན་གྱི་བའི་སྣང་བ་ལ་ཡང་འཇགས་རྒྱུ་ཡོད་དེ་བ། སྣང་བ་ལ་གོ་ཡ་ཡོད་དེ་བ། དེ་འདྲའི་ཅིག་ལ་ཡང་བརྡ་སྐྱེལ་ཚར་ཞག་བྱུང་བ་འདི་རྒྱལ་བ་བཟང་པོ་ཡིན་པ་རེད། ད་སྐལ་བ་བཟང་པོ་རེད་ཟེར་ནས་ང་རང་ཚོ་དམིགས་བུ་ཟིང་ཟིང་བྱས་བསྡད་བསྡད་པ་ཅི་གོ་གི་ཧ་ལས་ཀྱི་མི་འདུག་ག། བའི་ཆུ། བའི་ཆོས་ལུགས་སུ་དང་སུ་ཡིན་ནི་རང་རང་གི་ཆོས་ལུགས་དེ་ཉམས་སུ་ལེན་ཡག་ཆོག་པ་སྐལ་བ་བཟང་པོ་རེད་ཟེར་ནས་ཚང་མས་བཤད་བསྡད་ཀྱི་རེད། ཧཧཧཧཧཧ། ད་དེ་འདྲ་ཡིན་དུས་ངས་ལ་ང་རང་ཚོ། བོད་ཀྱི། ད། སངས་རྒྱས་ཀྱི་ཆོས་ད་གིན་ཞུ་ཡག་གི་ཐེག་པ་ཆུང་ཆུང་སྔགས་དང་བཅས་པ་ཆ་ཚང་བ་འདི། ང་ཚོས་ཤེས་པ་ཅི་བྱས་བྱས། ཨན། དེའི་ཐག་ནས་ཨེ་ན་བསམ་བློ་ཡག་པོ་ཞིག་གཏང་གི་ཡིན་ན། ཨོ། ད་རེས་ཀྱི་ཐལ་བ་དང་འབྱོར་པའི་ལུས་དེ་དངོས་ནས་སྐལ་བ་བཟང་པོ་རེད་བསམ་པ་ཞིག་ཨེ་ནི་ཀུ་ཤེས་ཐུ་ཡག་ཅིག་ཡིན་པ་རེད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད་ཆོས་བཤད་དགོས་པ་རེད། ད་ནམ་རྒྱུན་ངས་མ། འདི་བ་ཅིག་ཆོས།

ང་རང་ཚོ་དེ་སྔ་བོད་ལ་ཡ། ད། ཅིག་བོད་གངས་ཅན་གྱི་ལྗོངས་ཀྱི། གདུལ་བྱ་དེ་ཡིད་དེ། ཨེ་ནི། ཅིག་ཕ་མེས་ནས། ད་ནང་པའི་ཆོས། ལ་ཡང་དད་མོས་ཡོད་བསྡད་པ་ཅིག་ད། ཨེ་ནི་ཅིག། ཆོས་འདི་ལ་ཕྱི་རོལ་དུ་གྱུར་པའི། ལྟ་གྲུབ་དེ་འདྲའི། ཨེ་ནི། ཞི་རགས་གས། གོ་ཡག་གས་ཡོག་མ་རེད། ཆེད་མངགས་སློབ་སྦྱོང་བྱས་ན་མ་གཏོགས་གོ་ཡག་གས་ཡོག་མ་རེད། དེ་འདྲ་ཡིན་དུས་ཅིག་སངས་རྒྱས་ཀྱི་ཆོས་སུ་ལབ་ན། ཡིན་ཤག་ཤག་བྱས་བྱས་འགྲོ་བསྡད་ཨ། ཅེས་རེད་པཱ། དེ་འདྲའི་གི་གནས་ཚུལ་དེའི་འོག་ནས་ང་རང་ཚོ་ནམ་རྒྱུན་གི་ད་ལམ་རིམ་གི་གཞུང་ཅིག་ལམ་རིམ་སློབ་སྦྱོང་གི་གཞུང་ཕལ་མོ་ཆེ་ཨེ་ད་ཆོས་ཁས་བླངས་མཁན་ཅིག་ད་ཆོས་ཡིད་ཆེས་བྱེད་མཁན་ཅིག་གིས་གཞི་བཞག་གི་ཐོག་ནས་མང་གསུང་བྱ་བ་མང་པོ་ཅིག་འདུག་ཨ། ད་རྒྱ་གར་མཁས་པ་ཚོའི་གཞུང་དུ་ཆ་ཤས་པ་ཡིན་ན། ཅིག་རྒྱ་གར་གྱི་ཡུལ་གྲུའི་ནང་ལ་སངས་རྒྱས་ཀྱི་ཆོས་ཙམ་མ་ཡིན་པར། ཨཱ་ནི། ལྟ་བ་འདྲ་མི་འདྲ། བསྡུས་ཚུལ་འདྲ་མི་འདྲའི་ད་ཆོས་བརྒྱུད་མང་པོ་ཅིག་ཡོད་སའི་དཀྱིལ་ནས་ད་ནང་པའི་ཆོས་མ་འབྲི་ཤེས་སྐྱོན་ཡིན་དུས་ད་ནི་རྟོགས་ས་མི་འདྲ་ཞིག་འདུག་བ། ས་དེ་འདྲའི་ཡིན་དུས་ད་ད་ཆ་ང་ཚོ་བོད་པའི་གནས་སྟངས་འདི་ག་འདྲ་ཞིག་བྱས་འདྲ་བ་རེད་ལབ་ན། ང་ཚོ་འདི་ཕྱི་རྒྱལ་ད་ཡོད་དེང་བོད་པ་ཚོ་ད་ལྟ་ཞིག་མེད། ང་ཚོ་ད་ཆོས་ལུགས་འདྲ་མི་འདྲ། ལྟ་བ་འདྲ་མི་འདྲ། ང་ཚོ་མཐོང་ཡག་ཡོད་དེ་བ་ཐོས་ཡག་ཡོད་དེ་བ་ཅིག་ཆགས་ཏེ་ཡོད་རེད། ཨ་དེ་དང་ཆབས་ཅིག་བོད་ན་ཅིག་བོད་སྐད་ས་ད་ཅིག་ཚན་རིག་གི་ང་ཚོ་ལྟ་ཚུལ་ཟེར་ནས་མི་འདུག་གོམས་གཤིས་ཟེར་ནས་མི་འདུག་གང་ལྟར་གང་དང་གང་ཡིན་ན་ཡང་བརྟག་དཔྱད་བྱས་བྱས། དེ་ར་འཕྲོད་པ་ཅིག་དང། བི་གའི་མྱོང་བས་ནི་བི་གའི་ཡིད་ཆེས་ཐུབ་པ་ཞིག་ནི་ཡོད་མེད་བལྟས་བྱས། དེའི་ཐོག་ནས་ནི་བརྟག་དཔྱད་བྱས་ནས་ར་འཕྲོད་པ་བརྗོད་ན་དེ་ཁས་བླངས། ར་འཕྲོད་པ་ཞིག་མེད་ན་ནི་ངས་བཏང་སྙོམས་ལ་བཞག། ཡང་ན་ནི།

མུ་སྟེགས་པ་ད་ཡིན་མིན་དྲག་ཚིག་དེ་ཡག་པོ་འགྲོ་གི་འདུག་དེ་ག་ད་མུ་སྟེགས་པ་ཡོད་ནས་མེད་ནས་ག་ད་ང་རང་ཚོའི་རྒྱུད་ལ་ཡ་ཨེ་ནི་ཚེ་རབས་མང་པོ་ལ་ཡ་ཅིག་ཕྱིན་ཅི་ལོག་གི་ལྟ་བ་དེ་འདྲས་ཀྱི་བག་ཆགས་ཡོད་པ་ཡིན་དུས་ས་ནས་ཨེ་ནི་ཅིག་སངས་རྒྱས་ཀྱི་བསྟན་པ་ལ་ཤེས་ནས་བུ་གས་ད་ད་དད་པ་ཐོབ་པ་ཅིག་དགོས་ཀྱི་རེད་ཟེར་ནས་ངར་མི་ཆེན་པོ་སྐུ་དེ་གསུངས་ཡོད་པ། བདག་ནི་སངས་རྒྱས་ཆོས་མིན་ཅེས་སེར་སྐྱ་སོགས་ལ་མི་བལྟ་ཡང་གང་ཞིག་རིགས་པར་ལྡན་པའི་བདེན་པའི་ཚིག། ཀ་ས། དེ་ཉིད་བསྟན་པ་ཡོངས་སུ་འཛིན་ཞེས་གསུང་བ་ནང་བཞིན་གྱི། དེ་འདྲའི་གྱི་དང་ཁྱད་པར་གསུམ་པོ་འདུག་པ། སོགས་ལྷ་ལས་བུ་ཆུང་གི་བསྟོད་པ་དང་བཅས་གཟུགས་སྐབས་ལ་གསུང་བ་ནང་བཞིན་བྱས་ནས་གང་འདྲ་བསྡུར་བྱས། ཕྱི་ནང་གི་ཁྱད་པར། གྲུབ་མཐའ་གོང་འོག་གི་ཁྱད་པར་ཐེག་པ་གོང་འོག་གི་ཁྱད་པར་དེ་ཡིག་ཏུ་བསྡུར་ནས་བསྡུར་རེས་ཐོག་ནས། ཨེ་ནི། བུ་གའི། ག་ཤོག་རེ་བུ་གའི།

ཡིན་ནའི་ཁུ་བྱུག་ཉོག་ཡ་རུ་བྱུང་བ་ཡིན་ན་ཐེ་ཚོམ་སྐྱེ་ཡག་གི་ཞེས་ཡོད་རེད། གཉིས་ནས་དེ་ཙམ་གྱི་ཅིག་ཡར་རྒྱས་ཐོན་དུ་ཡང་ཁག་པོ་རེད། ནང་ལ་རྟོག་པ་ཞིག་སྐྱེས་པ་ལ། ཁོས་ཅིག་ཡིན་ཤག་ཤག་རུ་བྱས་བྱས་བི་ཇི་ཙམ་ཡིད་སྤྱོད་ཙམ་གྱི་ཐོག་ནས་ཕྱིན་པ་ཡིན་ན། དེ་ལ་རྟོག་པ་ཟིག་མི་འདུག་བ། ཚད་མས་ངེས་པ་རྙེད་པའི་ཐོག་ནས་ནི། སེམས་ལ་ཡང་འགྱུར་བ་ཐེ་ཡང་གཅིག། དེའི་ཐོག་ནས་ནི་རྟོགས་པ་རྙེད་པ་གུ་གུ་རུ་མ་གཏོགས། ཡིན་ཤག་ཤག་རོ་བྱས་བྱས་པས་ཡང་མི་འདུག་ག། ས་དེ་འདྲ་ཡིན་པ་ཡིན་དུས་ས་ནས། དེ་གང་ཟག་བྱུང་དེ་བདག་འོ། སངས་རྒྱས་པའི་ཆོས་ནས་གསུང་བྱ་བ་དེའི་དེ། རྒྱུ་མཚན་ག་འདྲ་ག་འདྲ་ཡིན་པ། གནད་འགག་ག་འདྲ་ག་འདྲ་ཡིན་པ་དེའི་དེ། ཤེས་དགོས་ཡ་དེ། ཧ་ཅང་གལ་ཆེན་པོ་རེད་ཤག། ཨ་ནི་མ་འོངས་པ་ལ་ཡང་ང་རང་ཚོ་གཞིས་བྱེས་མཉམ་འཛོམས་བྱུང་བའི་མཚམས་ལ་ཡིན་ན་ཡང་བོད་སྔར་གྱི་བོད་ལ་བསྡད་ཡོད་མ་རེད། ད་བོད་དེང་རབས་ཅན་ཅིག་གི་བོད་ཅིག་ཆགས་དགོས་རེད་མ་གཏོགས་སྔ་མོ་ན་བཞིན་བྱས་བྱས་ཨ་ནི་སོ་སོ་སོ་ཞིང་པ་ཞིང་པ་འབྲོག་པ་འབྲོག་པ་ས་ཁུག་ལུང་ཁུག་ཅིག་ལ་ཨེ་ནི་སོ་སོའི་ཁོར་ཡུག་ཅིག་ཆུང་ཆུང་ད་གའི་ནང་ནོར་འདུག་ཟླ་དེ་ཡང་ཅིག་དུས་ཚོད་མ་རེད། འཛམ་བུ་ལི་ཕྱི་ལོག་དང་འདྲ་བ་ཡོད་ད་པ་ཅིག་དང། ག་རེ་ཡིན་ནའི་ད་གནས་ཚུལ་ཕྱི་ནང་གི་གནས་ཚུལ་ཚང་མ་རྟོགས་པ་ཅིག་གིས་དེ་འདྲ་ཅིག་གི་འོག་ནས་ད་ང་ཚོ་ད་ག་སུ་རེད་སངས་རྒྱས་ཀྱི་བསྟན་པ་འཛིན་ཐུབ་པ་ཅིག་གོ་གི་རེད་མ་གཏོགས་ད་ག་ཚོད་ནས་ཟླ་དེ་ཡང་ཅིག་མར་པ་དུས་ཚོད་ཡོད་རེད་པ་ད། ཚེ་གཞི་ནས་ད་སངས་རྒྱས་ཀྱི་ཆོས་ཀྱི་སྐུ་ཞག་ཚི་སྟོན་ཡག་གི་དུས་ཚོད་ཞིག་སླེབས་དེ་ཡག་རེད་ཡག་པོ་རེད་བསམ་གི་ཙང་ཆེན་པོ་རེད་བསམ་དྲན་གི་དེ་སྔ་ང་རང་ཚོ་བོད་ལ་ཡ་སངས་རྒྱས་ཀྱི་ཆོས་ས་དར་རྡོ་དར་རེད་དེ་ཡིན་ནའི་མང་ཆེ་དེ་ཡིན་དེ་གི་སྐྱབས་སུ་ཆེས་ཆེས་ལོ་ཏོ་བ་མ་གཏོགས་སངས་རྒྱས་ཀྱི་ཆོས་ཞིག་ད་དོ་ནང་སྐད་ཆི་པ་མ་རེད་ཤིང་གི་ཟེར་ཡོད་མ་རེད། གནས་ལ་སངས་རྒྱས་ལ་སྐྱབས་སུ་ཆོས་ལ་འཇུག་དགེ་འདུན་ལ་སྐྱབས་སུ་ཟུག་ཟེར་གི་ཡོད་རེད་དེ་སངས་རྒྱས་ཟེར་དེ་ག་རེ་ཡིན་པ་ཆོས་ཟེར་དེ་ག་འདྲེ་ཡིན་པ་དགེ་འདུན་ཟེར་དེ་ག་རེ་ཡིན་པ། དོ་སྣང་གི་ཆིག་མེད་པ་ཡིན་ཤག་ཤག་རེད་ཅེས། ཨ་ནི་སངས་རྒྱས་ཡི་གེ་གཙུག་ལག་ཁང་གི་ཨ་ནི་རྟེན་གཙོ་སངས་རྒྱས་ཇོ་ཤཱཀྱ་ཐུབ་ཤཱཀྱ་མུ་ནིའི་འདྲ་སྐུ་དེ་སངས་རྒྱས་འདི་རེད་བསམ་དྲན་གི་ཡོད་འགྲོ་སངས་རྒྱས་དེ་བཞུགས་ཡོད་རེད་གསུང་བྱས་ཡ་ནི་མི་འདུག་ཡི་གེ་བཞུགས་ཡོད་རེད་བསམ་རེད་དྲན་གི་ཡོད་རེད་ཅིག་བྱས་ན་རེད་བ་ཡ།